ད་ཕྱི་འཇིག་རྟེན་གསུམ་དང་ནང་འཇིག་རྟེན་གསུམ་ཡོད་པ་ལས་ཕྱི་འཇིག་རྟེན་གསུམ་གྱི་སྐོར་དེ་ཚ་གཅིག་དང། དེ་ནས་ནང་འཇིག་རྟེན་གསུམ་གྱི་ནང་ནས་སྐྱེས་པ་མ་ཧཱ་ཡོ་ག་ལུང་ཨ་ནུ་ཡོ་ག་གཉིས་པོ་དེ་ད་གཅིག་དེ་བསྐྱེད་རིམ་གཙོ་བོར་བསྟན་པ་དང། དེ་ནས་གཉིས་པ་དང་གསུམ་པ་དེ་རྫོགས་རིམ་གཙོ་བོར་བསྟན་པ་ཡིན་པ་ལས་རྫོགས་རིམ་ལ་མཚན་བཅས་རྩ་རླུང་ཐིག་ལེ་ལ་གནད་དུ་བསྣུན་པ་གཙོ་བོར་བསྟན་པ་གཅིག་དང། དེ་ནས་མཚན་མེད་ཞི་དག་དང་སྤྲོས་མེད་ཀྱི་སྤྱོད་པ་ལ་ལྷག་པ་སྟེ་རྣམ་པ་གཉིས་ཡོད་པའི་ནང་ནས་དག་དང་དང་མཚན་སྐྱེས་མཚན་སྐྱེས་རྩ་རླུང་ཐིག་ལེ་ཀ་དེ་ནས་རྫོགས་རིམ་ལ་གནད་དུ་བསྣུན་པའི་ཀ་རླུང་ཨ་ནུ་ཡོ་གི་སྐོར་དེ་ཞུས་པ་རེད་ལ་ད་ད་ལྟ་ཤོད་རྒྱུ་དེ་སྐྱེ་རྫོགས་གཉིས་སུ་མེད་པའི་ཨ་ཏི་ཡོ་ག་གསུང་བ་རེད། བསྐྱེད་རྫོགས་གཉིས་སུ་མེད་པ་བསྐྱེད་རིམ་དང་རྫོགས་རིམ་གཉིས་ཀ་ལས་འདས་པ་འདྲ་བོ་བསྐྱེད་རིམ་དང་རྫོགས་རིམ་གཉིས་ཀ་གཉིས་ཀ་ཟུང་དུ་འཇུག་པ་ལྟ་བུ་བཅས་ཀྱི་སྒོ་ནས་ཉམས་སུ་ལེན་པ་དེ་ཨ་ཏི་ཡོ་ག་རེད་ལ། དེ་ནི་དེ་ཡང་ད་ད་ལྟ་སྤྱིར་དུ་རྒྱལ་བ་ཀརྨ་པ་སྐུ་ཕྲེང་གསུམ་པ་རང་བྱུང་རྡོ་རྗེ་གི་ཕྱག་རྒྱ་ཆེན་པོའི་སྨོན་ལམ་གྱི་ནང་དུ་གསུངས་ན། ཡིད་བཞིན་གྲྭ་བ་འདི་ནི་ཕྱག་རྒྱ་ཆེ། མཐའ་དང་བྲལ་བ་དབུ་མ་ཆེན་པོ་ཡིན། འདི་ནི་ཀུན་འདུས་རྫོགས་ཆེན་ཞེས་བྱ་སྟེ། ཅི་ཞིག་ཀུན་དོན་རྟོགས་པའི་གདེང་ཐོབ་ཤོག། དེ་ནི་སྤྱི་དང་གི་ཡིད་ལ་བྱེད་པ་དང་བྲལ་བ་སྟེ། མཐའ་དང་བྲལ་བ་གསར་དང་ཟུང་འཇུག་གི་དོན་ཇི་ལྟ་བ་བཞིན་དུ་ཐུགས་རྗེ་ལ་བསྐྱེད་པ་དེ་ལ་ཕྱག་རྒྱ་ཆེན་པོ་ཟེར་གྱི་ཡོད་པ་རེད། དེའི་གི་གནས་ལུགས་དེ་མཐའ་དང་བྲལ་བ་སྟེ། ཡོད་པ་དང་མེད་པའི་གི་མཐའ་དང་བྲལ་བ་དབུས་ལ་གནས་པའི་གི་ལམ་ལྟ་བུ་ཡིན་པའི་ཕྱིར་ན། དེ་ལ་དེ་ནི་ད་ལྟ་མཐའ་དང་བྲལ་བ་དབུ་མ་ཆེན་པོ་ད་དེ་ལ་དབུ་མ་ཆེན་པོ་ཞུ་གི་ཡོད་བ་རེད། དེ་ནི་ད་དེ་ཙམ་དུ་ཡང་མ་ཟད་ཡོན་ཏན་ཐམས་ཅད་རྫོགས་པ་ཡིན་པའི་ཕྱིར་ན་འདི་ནི་ཀུན་འདུས་རྫོགས་ཆེན་ཞེས་ཀྱང་བྱ། ཅི་ཞིག་སྐལ་ལྡན་རྟོགས་པའི་གདེང་དུ་གཞུག་ཅེས་བཤད་པའི་ཐམས་ཅད་ཀྱི་མན་ངག་རྟོགས་པ་དེ་དག་ཕྱག་རྒྱ་ཆེན་པོ་དང་རྫོགས་པ་ཆེན་པོ་ངོ་བོ་གཅིག་གི་ཚུལ་དུ་བཀྲལ་བར་མཛད་པ་རེད་ལ། དེ་ནི་དེ་ལྟ་བུའི་ལྟ་བའི་སྒོ་ནས་ད་སེམས་ངོ་སྤྲད་སེམས་ཀྱི་གནས་ལུགས་ལ་བརྟག་སེམས་ཀྱི་གནས་ལུགས་བསྒོམ་ནས་ཉམས་སུ་ལེན་པ་དེ་ལ་རྫོགས་པ་ཆེན་པོ་ཨ་ཏི་ཡོ་ག་གསུང་གི་ཡོད། དེ་ནས་ད་ད་ད་ཕྱག་རྒྱ་ཆེན་པོ་ཡིན་ན་ཡང་རུང། རྫོགས་པ་ཆེན་པོ་ཡིན་ན་ཡང་རུང་ད་དེ་ལ་སྐྱེར་དུ། དེ་ནས་ད་ད་ཐབས་ཅིག་ཆ་དང། ཐབས་ཅིག་ཆ་ཐབས་ལམ་གྱི་རྣམ་པ་དང། དེ་ནས་ད་དེ་ཤེས་རབ་ཅིག་ཆ་གྲོགས་ལམ་གྱི་རྣམ་པ་སྟེ། རྣམ་པ་གཉིས་ཡོད་རེད་ལ། དེ་ཡི་ནང་ནས་ད་དེ་ལ་ཕྱག་རྒྱ་ཆེན་པོའི་དབང་དུ་བྱས་ན། ཐབས་ཀྱི་ཆ། ཐབས་ལམ་གྱི་རྣམ་པ་སྟེ་ད་ད་ད། ཟབ་ལམ་ནཱ་རོ་བཅུ་དྲུག་དང། དེ་ནས་དེ་བཞིན་དུ་དཔལ་བརྟུལ་ཅིང་འཁོར་ལོས་ཀྱི་རྫོགས་རིམ། སྦྱོར་བ་ཡན་ལག་དྲུག་ལ་སོགས་པ་དག་པའི་ཆ་ཡིན་ན་ཐབས་ཀྱི་ཆ་རེ་ལ་དེ་སྐབས་འདིར་བསྟན་ཡོད་མ་རེད་ལ། ད་ལྟ་རྩ་རླུང་ཐིག་ལེ་དེ་དེའི་ཆ་གཅིག་བསྟན་པ་རེད། དེ་ནས་ད་དེ་བཞིན་དུ། ཤེས་རབ་ཀྱི་ཆ་དེ་གང་དེ་རེད་ཟེར་ན་གྲོག་རླུང་ཕྱག་རྒྱ་ཆེན་པོ་རེད་ལ། གྲོག་རླུང་ཕྱག་རྒྱ་ཆེན་པོ་དེས་ད་ཁ་སེང་ཞུས་པ་བཞིན་དུ། ད་ལྟ་རྩ་བ། དེ་ནས་ད་ལྟ།

སྤྲོ་བ་ཐོབ་པ་ཡིན་པའི་ཕྱིར་ན། དེ་ལ་ཕྱག་རྒྱ་ཆེན་པོའི་གནས་ལུགས་རེད་ལ་དེ་སྤྲོ་ལམ་ཕྱག་རྒྱ་ཆེན་པོ་ཁྱབ་ཡོད་བ་རེད་ལ། ད་རྫོགས་པ་ཆེན་པོའི་དབང་དུ་བྱས་ན་རྫོགས་པ་ཆེན་པོ་ལ་དེ་ནི་ཐབས་ཀྱི་ཆ་གཙོ་བོར་བསྟན་པ་སྟེ། རྫོགས་ཆེན་ཐེག་དཀར་གྱི་དེ་ནི་ཐབས། ཐབས་ལ་བརྟེན་ནས་རྟོགས་པ་སྐྱེ་བའི་ཐབས་དང། དེ་ནས་ད་ལྟ་ཤེས་རབ་གཙོ་བོར་བསྟན་པ་སྟེ་སྐ་རགས་ཁྲེས་ཆེན་གྱི་ལྟ་བ་ཟད་སྐ་རགས་ཟད་དུས་ཡིད་ཡེ་གདོད་མ་ནས་གནས་པའི་ཆོས་ཀྱི་དབྱིངས་ཀྱི་གནས་ལུགས་དང། ད་ཆོས་ཀྱི་དབྱིངས་དང་ཡེ་ཤེས་གསང་དུ་འཇུག་པའི་གནས་ལུགས་དེ་ཐད་ཀར་སྒོམ་ནས་ཉམས་སུ་མྱོང་བ་དེ་ལ་སྐ་རགས་ཁྲེས་ཆེན་གྱི་ལྟ་བ་གསུང་གི་ཡོད་རེད་ལ། དེ་ནི་སྐ་རགས་ཁྲེས་ཆེན་གྱི་ལྟ་བ་དང་གྲོགས་ལམ་ཕྱག་རྒྱ་ཆེན་པོ་གཉིས་ཏེ་ངོ་བོ་གཅིག་པ་ལྟ་བུ་སྟེ། ཆགས་ཀྱི་ཡོད་རེད་ལ། དེ་ནི་བགྲོད་ལམ་ཐབས་ལམ་གྱི་དབང་དུ་བྱས་ན་དེའི་ཚེ། ད་ཐབས་ཤེས་ཐབས་མ་འདྲ་བ་ཡོད་པ་རེད་དེ། ཡིན་ན་ཡང་སྐབས་འདིར་ཕྱག་རྒྱ་ཆེན་པོའི་ཐབས་ལམ་དེ་ཡང་བསྟན་ཡོད་པ་མ་རེད་ལ་རྫོགས་པ་ཆེན་པོའི་ཐབས་ལམ་དེ་ཡང་བསྟན་ཡོད་པ་མ་རེད། ད་སྐབས་འདིར་རྫོགས་པ་ཆེན་པོ་ཀ་དག་གཙོ་བོར་བསྟན་པའི་ཀ་དག་ཁྲིད་བྱེད་བཀའ་དག་ཁྲིད་བྱེད་ཀྱི་ལྟ་བ་དེ་གཙོ་བོར་བསྟན་པ་རེད་ལ། ད་དེ་གཙོ་བོར་བསྟན་དུས་དེ་ལ་སྣང་སྲིད་འཁོར་འདས་ཀྱི་ཆོས་ཐམས་ཅད་རིག་པ་ཡེ་ཤེས་ཀྱི་ཀློང་དུ་རྫོགས་ཤིང། ད་ཕྱི་སྣང་བ་མེད་ཅིང་ཅི་སྟེ་སྣང་སྲིད་པ་བསྐྱེད་ཀྱི་སེམས་ཅན། དེ་ནི་འཁོར་བ་དང་མྱ་ངན་ལས་འདས་པའི་ཆོས་ཐམས་ཅད་དེ། ད་ཐམས་ཅད་ད་དཔེར་ན་གྲུ་མཐའ་འོག་མིག་གི་དབང་དུ་བྱས་ན་རང་གི། སེམས་ཀྱི་སྣང་ཆ་ཙམ་གྱིས་རེད་ལ་སེམས་ཀྱི་སྣང་ཆ་ཡིན་དུས་སེམས་ཀྱི་གནས་ལུགས་དེ་རིག་པ་ཡེ་ཤེས་ཡིན་པའི་ཕྱིར་ན། དེ་ནི་སྣང་སྲིད་འཁོར་འདས་ཀྱི་ཆོས་ཐམས་ཅད་རིག་པ་ཡེ་ཤེས་ཀྱི་ཀློང་དུ་རྫོགས་ཆ་ཚང་དེའི་ནང་དུ་བྱས་ཡོད་པ་རེད། ཆ་ཚང་དེའི་ནང་དུ་བྱས་ཡོད་པ་དེ། དེ་ནི་ད་དེ་ལ་བརྟེན་ནས་དེ་ནི་གཙོ་བོ་སེམས་ཀྱི་བསྟན་དོན་ལ་ངོ་སྤྲད། སེམས་ཀྱི་སྟེང་དུ་ངོ་སྤྲད་ནས་ཆོས་ཉིད་ཀྱི་གནས་ལུགས་དེ། མངོན་སུམ་གྱི་ལྟ་བས་ཀྱི་རྩིས་གསན། མངོན་སུམ་གྱི་ལྟ་བས་ཀྱི་རྩིས་གསན་ནས་དེའི་སྟེང་དུ་སྒོམ་པའི་ཉམས་སུ་མྱོང། སྒོམ་པའི་ཉམས་སུ་མྱོང་ནས་དེ་ནི་སྒོམ་ན། ད་དེ་ལ། མཉམ་གཞག་དང་རྒྱས་ཐོབ་ཀྱི་ཚུལ་གྱིས་སྒོམ་ན་ད་དེ་ལ། ལམ་དེ་མྱུར་བ་དང། ལམ་དེ་ཁྱད་པར་དུ་འཕགས་པ། ཡིན་པའི་ཕྱིར་ན། དེ་ནི་དེ་ལྟ་བུ་ད་དེ་ཡེ་ཤེས་ཀྱི་ཀློང་དུ་རྫོགས་ཤིང། དེ་ནས་ད་དེ་ལ་ཆོས་ཉིད་དོན་ཐམས་ཅད་ཀྱི་ལམ་འཕོ་འགྱུར་མེད་པ་ད་གང་ག་རིག་པ་ཡེ་ཤེས་ཀྱི་ཀློང་དུ་ཆ་ཚང་བ་ཡོད་རེད་ལ་ཆོས་ཉིད་དོན་ཐམས་ཅད་གནས་ལུགས་དེ་ལ་དེ་ནས་ཡ་བཟང་དུ་འགྲོ་ཡ་དང་ངན་དུ་འགྲོ་ཡ་གང་ཡང་ཡོད་མ་རེད་ལ། དེའི་ཕྱིར་ན་སྣང་བ་དང་ཞེན་པ་དང་སྟོང་པ་སོགས་གང་སྣང་ཆོས་སྐུའི་ཡོ་ལོང་དུ་དེ་ནས་ད་ད་གང་ག་ཆོས་སྐུ་གི་ཡོ་ལོང་དེ་རྣམ་འཕྲུལ་འདྲ་བོ་སྤྲུལ་པ་འདྲ་བོ་རྣམ་འཕྲུལ་འདྲ་བོ་བཅས་ཡིན་པ། གང་ག་སྣང་ན་ཡང་འདྲ་ཞེན་ན་ཡང་འདྲ་སྟོང་ན་ཡང་འདྲ་ད་དེར་འཆད་པར་ཤེས་རྟོགས་ཡོད་མ་རེད། དེ་ནི་དེ་རྩ་བ་འདྲ་བོ་དེ་ཆོས་སྐུ་གི་ཀློང་དུ་ཡེ་ཤེས་ཀྱི་ཀློང་དུ་ཡོད་བ་རེད་ལ། འདོད་ལམ་གྱི་རོལ་རྩལ་ལ་ལྟོས་ཏེ་གསར་དུ་སྒྲུབ་མི་དགོས་པ་དེ་ནི་ལམ་གྱི་གསར་དུ་དང་པོ་མེད་པ་བཅས་གསར་དུ་འཚོལ་གྱི་ཡོད་པ་རེད་པས་ཟེར་ན་ཡོད་མ་རེད། ཡེ་ནས་སངས་རྒྱས་ཟིན་པའི་དགོངས་པ་རྙེད་པས་ད་དེ་གི་དེ་གནས་ལུགས་དེ་རྟོགས་དེ་ལ་ངེས་ཤེས། ཐོས་བསམ་གྱི་སྒོ་ནས་ངེས་ཤེས་སྐྱེས་ན་དེ་ལ་ངེས་ཤེས་ཁྱད་པར་ཅན་གྱི་སྐྱེ། སྒམ་པའི་ཉམས་སུ་མྱོང་ན་དེ་ལ་མྱོང་བ་ཁྱད་པར་ཅན་གྱི་བྱུང་ནས། ཨ་ཏི་ཡོ་ག་འདི་ནི་ལམ་གྱི་མེ་བཙའ་ལྟ་བུ་ཡིན་པས་ཐིགས་པ་ཐམས་ཅད་ཀྱི་མཐར་ཐུག་འབྲས་བུ་ཐམས་ཅད་ཀྱི་སྐྱེལ་སོ། ལམ་ཐམས་ཅད་ཀྱི་ཉེ་ལམ་མཆོག་ཏུ་གྱུར་པ་ཡིན་པས་སྐད་ཅིག་གིས་འགྲོ་བ་དེར་ཆོས་ཟབ་མོ་འོག་ད་བལྟས་པས་གལ་ཆེན་པོ་རེད་ད་ཡིན་རྒྱུ་གི་གནས་ལུགས་དེ་ནི་ཀ་དག་ཁྲི་ཆད་ཀྱི་ལྟ་བ་ཟེར་ད་ད་འདི་སེམས་ཀྱི་གནས་ལུགས་ཀྱི་སྟེང་དུ་མཉམ་པར་བཞག་པ་དེ་ག་རང་དེ་སྐྱོང་བ་དེ་ག་རང་ལ་གོ་གི་ཡོད་བ་རེད། དེ་ནས་ད་དེ་བས་ཁྱད་པར་དུ་འཕགས་པ་རེད་ལ་ད་དེ་ལ་ཡིད་ཆེས་དང་དེ་ལྟ་བུ་གི་ཆོས་དེ་རྙེད་པ་དེ་ལ་སྤྲོ་བ་དང་ཡིད་ཆེས་ཡོད་ན་ད་དེ་ཉམས་སུ་ལེན་ཐུབ། ཉམས་སུ་ལེན་ཐུབ་ན་ད་དེ་ལ་བརྟེན་ནས་འབྲས་བུ་ཐོབ་ཐུབ་པ་རེད་ལ། དེ་ལ་རོལ་བ་ཚེ་ཤར་ཆོས་ཉིད་ཀྱི་རྒྱན་དུ་འདེབས་པ་ད་དེ་སྤྱི་དང་གི་རྫོགས་པ་ཆེན་པོ་རེད་དེ། ཡིན་ན་ཡང་རྫོགས་པ་ཆེན་པོ་ལ་རྫོགས་པ་ཆེན་པོ་སེམས་བདེ། རྫོགས་པ་ཆེན་པོ་ཀློང་བདེ། རྫོགས་པ་ཆེན་པོ་མན་ངག་གི་བདེ་སྟེ། ད་བདེ་སེམས་འདྲ་བོ་ཅིག་གི་རྣམ་པ་གསུམ་ཡོད་པ་དེ་ཤིན་ཏུ་མང་པོ་སྤྲོ་རྒྱུ་ཡོད་ན་ཡང་ཟབ་གདན་རྒྱན་འབར་བས་ནི་གབ་སྦས་མེད་པར་ཤེས་ན་རྟོག་གིས་རྣ་བར་མི་འཛིན་ཞིང་སྔགས་ཀྱི་དགོངས་པ་ཟབ་མོ་གསུང་དྲུག་སུ་འགྱུར་བའི་མཚན་ཙམ་ལས་མ་གནས་སོ། ད་དེ་སྐབས་འདི་ལ་བདུད་བདུད་ཞེས་ནི་བསྟན་པ་ཡིན་གསུངས། དེ་ནས་ད་དེ་གའི་ད་ལྟ་མཁན་པོ་གངས་ཤར་གྱི་གྲུབ་མཐའ་དེ་གྲུབ་པ་རེད། རེད་ལ། དེ་ནས་བསྐྱར་དུ་ཁ་སེང་བསླབ་བྱ་ཞུས་པ་བཞིན་དུ་ད་ལྟ་དཔེར་ན་གྲུབ་མཐའ་དང་བསྟན་བཅོས་ཟེར་མཁན་དེ་ཚོ་ལ་ཐོས་བསམ་གནང་ན་ཡང་པས་གལ་ཆེན་པོ། དེ་ནས་དེ་སྤྱི་བཏང་གི་མཁས་པ་འབྱུང་བའི་སྒོ་འདྲ་བོ་དེ་མ་ཡིན་པ་མཁས་པ་འབྱུང་ཐབས་ཁོ་ན་མ་ཡིན་པ་ཉམས་ལེན་གནང་བ་ལ་དེ་ནས་ཡིད་ཆེས་དགོས་ཀྱི་ཡོད་རེད་ལ། ཡིད་ཆེས་ཁྱད་པར་ཅན་ཅེས་བྱུང་ན་དེ་ནི་དེ་ལ་བརྟེན་ནས་ཡིད་ཆེས་དང། ངེས་ཤེས། ངེས་ཤེས་ཟེར་དུས་ད་དེ་དངོས་གནས་རིགས་འདུག་ཨ་བསམ་པའི་གི་ངེས་ཤེས། ངེས་ཤེས་ཁྱད་པར་ཅན་དེ་ག་ན་བརྟེན་ནས་ཡོང་གི་ཡོད་རེད་ཟེར་ན་དེ་ནི་རིགས་པས་སྒྲུབ་པ་ལ་བརྟེན་ནས་ཡོང་གི་ཡོད་རེད་རྗེས་དཔག་གི་རིགས་པས་སྒྲུབ་པ་ལ་བརྟེན་ནས་ཡོང་གི་ཡོད་རེད། ངེས་ཤེས་ཁྱད་པར་ཅན་དེ་ནི་དེ་ལ། གཞན་གྱི་བྲིང་ལ་མི་འཇུག་ཅིང། གཞན་གྱི་དྲུང་དུ་མི་ཐུག་པའི་ངེས་ཤེས་ད་དེ་འདྲའི་བསམ་ཡོད་བ་རེད་ལ། གཞན་གྱི་བྲིང་ལ་མི་འཇུག་ཟེར་དུས་ད་ཅིག་བླ་མ་གཅིག་གིས་གསུངས་ན་ནི་ཡིད་ཆེས་ཡོད་བསྡད་པའི་བཟོ་འདྲ་བོ་ཅིག་ང་རང་རྐྱང་པ་གསུངས་ན་ནི་ཡིད་ཆེས་མེད་བསྡད་པའི་བཟོ་འདྲ་བོ་ཅིག་ཡིན་ན་དེ་གཞན་གྱི་བྲིང་ལ་འཇུག་པ་རེད་ལ་དེ་ལྟ་བུ་མ་ཡིན་པ་དཔེ་ཆ་གཅིག་ལ་ལྟ་བའི་སྐབས་སུ་ལ་ཡིད་ཆེས་ཡོད་བསྡད་པ་ང་རང་གི་སེམས་ལ་ང་རང་རྐྱང་པ་བྱུང་ན་ཡང་ཡིད་ཆེས་དེ་ཙམ་མེད་བསྡད་པ་འདྲ་བོ་ཅིག་ངེས་ཤེས་དེ་ཙམ་མེད་བསྡད་པ་འདྲ་བོ་ཅིག་ཡིན་ན་གཞན་གྱི་བྲང་ལ་འཇུག་པ་རེད། གཞན་གྱི་བྲང་དུ་མི་ཐུབ་ཟེར་ན་མི་གཞན་དག་ཅིག་གིས་ཁྱེད་རང་གི་དེ་མ་རེད་ད་དེ་མ་ཡིན་པའི་རྒྱུ་མཚན་འདི་འདྲས་འདི་འདྲས་འདི་འདྲས་རེད་ཟེར་ནས་ཅིག་བདེན་མདོག་ཁ་བོ་ཡག་མདོག་ཁ་བོ་དེ་འདྲས་མང་པོ་ཤེས་ན་ཡང་ཨ་ད་ང་རང་གི་དེ་ལ་ད་ནོར་ཡག་ཡོད་མ་རེད་བསམ་ནས་དངོས་གནས་རིགས་པའི་རྩལ་ལ་བརྟེན་ནས་དེ་ནི་ངེས་ཤེས་སྐྱེ། ཉམས་ལེན་གྱི་མྱོང་བ་ལ་བརྟེན་ནས་ངེས་ཤེས་སྐྱེས་ན། དེ་ནི་དེ་ངེས་ཤེས་ཏེ་ངེས་ཤེས་དེ་ད་ཁྱོད་ཆོས་ཐམས་ཅད་ཀྱི་རྩ་བ་ཉམས་ལེན་གྱི་རྩ་བ་འདྲ་བོ་ཅིག་ཡིན་པའི་ཕྱིར་ན། དེའི་ཚེ་ཐོས་བསམ་ཡག་པོ་གནང་ན་ཡང་དཔེ་ཕན་ཐོགས་ཆེན་པོ་ཡོད་པ་སྐྱེ་དང། དེ་ནི་དེའི་སྟེང་དུ་ཉམས་ལེན་ཡག་པོ་གནང་ན་ད་ཕན་ཐོགས་ཆེན་པོ་ཡོད་དེ་ཡོད། ད་དེ་གལ་ཆེ་བ་རེད་ལ་དེ་ཞག་ཞུ་དགོས་ཀྱི་མ་རེད་ཁྱེད་རང་རྣམ་པ་དཔེ་ཆོས་ཀྱི་གནད་འགག་འདྲ་པོ་ད་ཁྱེད་རང་རྣམ་པ་ད་ག་ཟེ་དེ་ནས་ད་ད་སྤྱི་ཐང་གི་གྲོགས་པའི་རྗེས་སུ་འགྲོ་བ་ཙམ་མ་ཡིན་པར་དངོས་གནས་ལྟོ་ཅེས་བྱས་ནས་ནང་པ་སངས་རྒྱས་པའི་ཆོས་དེ་ཞེ་དྲག་ཡག་པོ་འདུག་བསམ་ནས་དེ་ཆོས་དན་དུ་གཉེར་དེ་ལ་ཐོས་བསམ་བྱས་དེ་ལ་ཉམས་ལེན་གནང་དེ་འདྲའི་གནང་མཁན་ཡིན་ཚུལ་དེ་ལ་དེ་དཔེ་ཡག་པོ་རེད་ལ་དེ་ནས་དེ་དེ་ལྟར་དུ་ཉམས་ལེན་གནང་རྒྱུ་དེ་གལ་ཆེན་པོ་རེད། དེ་ནས་ཁ་སེང་ང་རང་གི་ཐུགས་བསམ་དེ་ད་དེབ་དེ་ཚོ་ཀློག་ན་དཔེ་ཡག་པོ་རེད་ཟེར་ཞུ་དུས་དེ་ལ་དེབ་ག་འདི་ཀློག་ན་ཡག་པོ་རེད་ད་ལྷབ་རོགས་གྱིས་ཟེར་ཁ་ཤས་ཀྱི་དྲི་བ་འདྲ་པོ་གནང་སོང་ལ་དེ་ནས་དེ་ལ་དེ་ནས་སྤྱི་སྟངས་ཀྱི་དེབ་གི་དབང་དུ་བཤད་ན། དེ་ནས་སྔོན་འགྲོས་ཀྱི་སྐོར་ལ། དེ་ནས་ད་ལྟ་ང་རང་ཚོ་ད་ཐུན་མོང་མ་ཡིན་པའི་དབང་དུ་ཟིན་ན་ངེད་རང་སྒྲོལ་མས་ད་སྐྱེད་ཀྱི། དེ་ནས་ད་དེ་སྤྱི་དང་གི་དབང་དུ་ཟིན་ན་ཀུན་བཟང་ལམ་ཞགས་ལུང་འདྲ་བོ་དེ་འདྲའི་བསམ་ན་ཡང་དཔེ་ཕན་ཐོགས་ཆེན་པོ་ཡོད་རེད་ལ། དེ་ནས་ད་ད་ལྟ་གཞུང་གི་དབང་དུ་བྱས་ན་དེ་ནི་དབུ་མ་རྒྱན་འདྲ་པོ་དང། དེ་ནི་ད་རིག་པའི་བརྡར་ཤ་བཅད་ནས་དབུ་མ་འཇུག་པ་འདྲ་པོ་ད་དེ་འདྲའི་དབུ་མ་འཇུག་པ་ད་ད་གསར་དུ་འགྱུར་ཡོད་པ། ད་སྐར་མ་པ་ཀུན་དྲིན་དགུ་པ་དབང་ཕྱུག་རྡོ་རྗེ་གི་གསུང་དེ་ཚོ་དཔེ་ཡག་པོ་ཞིག་འགྲོ་ཡོང་བ་རེད་ད་དེ་དབུ་མ། མཐའ་འབྱོར་བ་དང་དབུ་མ་རང་རྒྱུད་པ། དེ་ནས་དབུ་མ་རྒྱན་ཏེ་དབུ་མ་རང་རྒྱུད་པ་རྐྱང་པ་མ་ཡིན་པ། ཡ། ཕྱག་རྫོགས་ལ་ཡང་སྦྱར། དེ་ནས་མ། མཚན་མ་ལ་ཡང་སྦྱར། དེ་ནས་ངེས་ཤེས་སྐྱེ་བ། དེ་ནས་ད་ལྟ་དང་ད་སྐྱེ་བ་སྔ་ཚེ། ལས་རྒྱུ་འབྲས་བསྒྲུབ་པ། སྟོང་ཉིད་བསྒྲུབ་པ། བདག་མེད་བསྒྲུབ་པ། དེ་ནས་དེ་ལ་བརྟེན་ནས་མ་འོངས་པ་ལ། ཕྱག་རྫོགས་ཀྱི་མན་ངག་དགང་པའི་སྐབས་སུ་ལ་དེ་ནས་དེའི་སྟོང་ཉིད་དེ་ཡ། རྟོགས་ལ་རྟོགས་པ་ལ་འགྲོ་ཐོང་དེ་ད་དེ་ཚོ་དཔེ་གསར་བོ་ཞེ་དྲག་ཡག་པོ་ཡག་པོ་ཡོད་པ་རེད་ལ། དེ་ནི་དེ་བཞིན་དུ་བཀའ་ཐ་མ་དེ་ནི་ད་ལྟ་དབུ་མ་གཞན་སྟོང་གི་ལྟ་བའི་དབང་དུ་བྱས་ན་བསྟན་བཅོས་ཆེན་པོ་རྗེ་བླ་མ་དེ་ནི་དེ་བཞིན་དུ་རྒྱལ་དབང་བཀའ་མ་པ་སྐུ་ཕྲེང་གསུམ་པས་ཀྱིས་མཛད་པའི་རྣམ་བཤད་ཡེ་ཤེས་འབྱེད་པ་དང་སྙིང་པོ་བསྟན་པ་ཟེར་མཁན་དེ་ད་ཆོས་ཉིད་ཀྱི་གནས་ལུགས་བདེ་བར་གཤེགས་པའི་སྙིང་པོའི་གནས་སྟངས་དེ་ཚོ་དཔེ་གསར་པོ་གསུངས་ཡོད་པ་རེད་ལ་དེ་ནི་དེ་ཚོ་ལ་དཔེ་ཆ་བཟའི་དེ་ཚོ་དེ་ནི་ཐོས་བསམ་གནང་ན་དཔེ་ཕན་ཐོགས་ཆེན་པོ་ཡོད་རེད་ལ་དེ་ནི་ཕྱག་རྒྱ་ཆེན་པོའི་མན་ངག་གི་དབང་དུ་བྱས་ན་ད་ད་ལྟ་སྤྱི་བཏང་གི་ངེད་རང་རྒྱ་མཚོ། ལ་སོགས་པ་ཡོད་རེད། ཡོད་བ་རེད་དེ། དེའི་ནང་ནས་གཙོ་བོ་འདྲ་པོ་བདུད་བདུད། ཉམས་ལེན་བདེ་པོ། གཟིགས་བདེ་པོ་ཡོད་པ་དེ། དེ་ནི་རྒྱལ་བོ་ཀརྨ་པ་སྐུ་ཕྲེང་དགུ་བ་དབང་ཕྱུག་རྡོ་རྗེས་མཛད་པའི་ཕྱག་རྒྱ་ཆེན་པོའི་ཁྲིད་ཡིག་ཆོས་སྐུའི་མཛུབ་ཚུགས། དང། དེ་ནས་ད་ལྟ་དྭགས་པོ་བཀྲ་ཤིས་རྣམ་རྒྱལ་གྱིས་གསུངས་པའི་ཕྱག་རྒྱ་ཆེན་པོ་བསྙུན་མི་དེ་ཉིད་གསར་བ་དེ་ཚོ་དངོས་གནས་ཀྱི་མཇལ་ཡོད་དུས་ད་འདི་གི་ལམ་འདི་ལ་ང་རང་གི་བརྩོན་འགྲུས་མ་ཐོབ་ན་མི་ཐུབ་རེད། བཙན་འཁྲུལ་གྱིས་མ་བྱུང་བ་རེད་མ་གཏོགས། དེ་ནི་ལམ་འདི་གའི་ལྷོད་ནས་ང་རང་འབྲས་བུ་མ་ཐོབ་པ་རེད་ཟེར་མཁན་གྱི་དོགས་སློང་ས་མི་འདུག་བ་བསམ་དགོས་པ་ད་དེ་འདྲས་ཡོད་བ་རེད་ལ་དེ་ནི་དེ་ཚོ་ལ་དང་པོ་ཐོས་བསམ་གནང་དེ་ནས་ཉམས་ལེན་གནང་དེ་ནས་དགག་སྒྲུབ་གནང་དགག་སྒྲུབ་གནང་ནས་དེ་ཙམ་བཙན་འཁྲུལ་བྱེད་ཐུབ་ན་ཡང་དཔེ་ཨང་ཀི་དང་པོ་དག་བཙན་འཁྲུལ་ཆེན་པོ་བྱེད་ཞིབ་པ་ཡག་པོ་རེད་ལ་དེ་ཙམ་བརྩོན་འགྲུས་གནང་མ་ཐུབ་ན་ཡང་ད་འདི་ལ་བག་ཆགས་བཟང་པོ་ཡོག་ཡང་སྲིད་ཡང་སྲིད་དྲན་བསྡད་པ་དང་མོས་གུས་སྐྱེས་ན་ཡང་དེ་ཚེ་འདི་དན་ཡོད་པ་པས་སྐལ་པ་བཟང་པོ་འགྲོ་གི་རེད་ལ་དེ་སྐོར་དེ་ད་དེ་འདྲས་ཞུ་གི་ཡིན། དེ་ནི་ད་ད་ད་དེ་རིང་དེ་ཙམ་ཞུ་གི་ཡིན་ལ་དེ་ནི་སྤྱིར་དུ་ད་ད་ཁྱེད་རྣམ་པ་ཆོས་ལ་དད་པ་དང་ཡིད་ཆེས་ཁྱད་པར་ཅན་ཉམས་ལེན་གནང་དེ་ནས་དེས་སྐྱེ་དང་གི་ཆེ་རྣམ་པ་སྤེལ། དེ་ནས་རྣམ་གཡེང་གི་ཡུལ་རྣམ་པར་གཡེང་སྲིད་ཀྱི་ཡུལ། ཁྱད་པར་ཅན་མང་པོ་གཡོག་རེ་ལ། དེ་ནས་ཡར་སྐྱེས་དང་མི་ལྡན་པའི་ལུང་པ་འདྲ་པོ་མ་ཡིན་པ། ཡར་སྐྱེས་དང་ལྡན་པའི་ལུང་པ་ཡིན་དུས་རྣམ་གཡེང་སྐྱེ་ས། རྩེད་མོ་རྩེ་ས། ལྟད་མོ་ལྟ་ས། དེ་ནས་ཁྱད་པར་ཅན་དེ་འདྲའི་སྐྱིད་པོ་བཏང་ས་དེ་འདྲའི་མང་པོ་ཡོད་རེད་དེ། ཡིན་ན་ཡང་དེ་ཚོ་ཕ་ཡུལ་ནས་ད་ང་རང་ཚོ་གཏན་གྱི་འདི་མ་དྭངས་པའི་ཆུ་ལ་བཙན་པ་དེ་གལ་ཆེ་བ་ཡིན་སོང་ནས་ཕེབས་པ་དེ་དཔེ་མི་སྲིད་པའི་བློ་ཤེས་རབ་དང་ལྡན་པའི་གི་རྟོགས་ཉམས་ལེན་དད་པ་དང་མོས་གུས་དང་ལྡན་པའི་རྟོགས་ཁྱད་པར་ཅན་ཡིན་པ་རེད་ལ། དེ་ཙམ་དུ་ཡང་མ་ཟད་ད་ལྟ་འདི་དཔེར་ན་ཡར་རྒྱས་དང་ལྡན་པའི་ལུང་པ་ལ་དཔེ་ལེགས་ཀ་གནད་འགག་ཆེན་པོ་གལ་ཆེན་པོ་གཡུ་ཡག་ཙག་ནི་མེད་པ་ད་དེ་འདྲའི་གལ་དེ་ནས་དེ་འདྲའི་ཡོད་རེད་དེ་ཡིན་ན་ཡང་དེ་ཚོ་ཕ་གལ་ཆུང་ཆུང་ཞེས་དྭངས་པའི་ཆུས་ཉན་ཡག་དང་དྭངས་པའི་ཆུས་འགྲུལ་ཡག་དེ་དཔེ་གལ་ཆེན་པོ་གནང་ནས་དེ་ནས་ཆོས་ལ་དད་པ་དང་མོས་གུས་བསྐྱེད་པ་དེ་དཔེ།